ལྷ་ས་མཐའ་དཔུང་རྫོང་སྨྱོན་རྒྱུད་སློབ་གྲྭ་དང་བོད་རྒྱ་ཐང་སྨྱོན་རྒྱུད་སློབ་གྲྭའི་ལྷོ་གཙོ་བསྟན་འཛིན་ལགས་ནི་ཕྱི་ལོ་སྤྱི་སྟོང་གི་བརྒྱ་དང་ཆིག་སྟོང་གཉིས་ལོར་ལྷ་ས་གྲོང་ཁྱེར་འདབ་ཞུས་རྫོང་ཡངས་པ་ཅན་དུ་སྐུ་འཁྲུངས། མི་ལོ་ཉི་ཤུ་ལྷག་གི་རིང་དུ་སློབ་མ་སྟོང་ཕྲག་མང་པོ་ལ་ཡིད་གཟུས་དང་བརྡ་སྤྲད་སོགས་ཀྱི་སློབ་ཁྲིད་གནང། ལྷ་ས་གྲོང་ཁྱེར་རིམ་པའི་ཕུལ་བྱུང་དགེ་རྒན་དང་ལྗོངས་རིམ་པའི་ཡིད་བཟོས་འབྲེལ་ཟླ་ཀྱི་ཨང་དང་པོ་ལོན་པ་མ་ཚད། ཆུང་འབྲིང་སློབ་མའི་ཡིད་བཟོས་བྲིས་དཔེ་སོགས་དཔེ་སྐྲུན་གནང་ཡོད། ཐེངས་འདིར་བྱམས་པའི་ཁ་བརྡ་ལས་རྒན་བསྟན་འཛིན་ལགས་དང་མཉམ་དུ་བྲིས་དཔེ་མི་ཚད་ཞིག་པའི་སྐོར་ནས་ཁ་བརྡ་བྱ་རྒྱུ་ཡིན་པས་ཁྱེད་ཀྱིས་གསན་གཟིགས་གནང་བར་དགའ་བསུ་ཞུ། འཛིན་མ་ལྷས་རྒྱལ་སྐུ་ཁམས་བཟང། དུས་ལྟར་བྱམས་པའི་ཁ་བརྡ་ལས་འཚལ་ལ་གསན་གཟིགས་གནང་བར་དགའ་བསུ་ཞུ། ང་ཚོ་ད་ལྟ་ཡོད་ས་ནི་མཚོ་སྔོན་མི་རིགས་སློབ་གྲྭ་ཆེན་མོའི་གི་ཉེ་འགྲམ་ན་ཡོད་པའི་གཙུག་ལག་འཕྲིན་དབང་གི་ཚིག་རྒྱག་ཁང་ནང་དུ་ཡོད། དེ་ཡང། རྒྱལ་ཡོངས་སྐབས་དང་པོའི་བོད་ཀྱི་ཡིག་གཟུགས་ཀྱི་བགྲོ་གླེང་ཚོགས་འདུ་དེ་མཚོ་སྔོན་མི་རིགས་སློབ་གྲྭ་ཆེན་མོ་ལ་ཚུགས་པ་རེད། དེ་ནས་བགྲོ་གླེང་གི་ཚོགས་འདུ་ནང་དུ་མདོ་དབུས་ཁམས་གསུམ་ནས་ད་ང་ཚོ་བོད་ཀྱི་བྲིས་པ་མང་པོ་ཞིག་ཕེབས་འདུག་གཤམ་དུ་ང་ཚོས་གི་དེ་ནས་བོད་རང་སྐྱོང་ལྗོངས་རིམ་པའི་གཞུང་འབྲེལ་གྱི་རྒྱུན་འཛིན་པ་དགེ་བསྟན་འཛིན་ལགས་དང་མཉམ་དུ་གྲོས་ཚུལ་གྱི་སྐོར་ནས་ཁ་བརྡ་བྱས་ཚུལ་གསུངས་སྐད་ཡི་གེ་ལ་བཀྲ་ཤིས་བདེ་ལེགས། བཀྲ་ཤིས་བདེ་ལེགས་ཨ། གཟིགས་མོ་ལྷན་རྒྱས་ལ་ཞེས་ཡ་ལ་བོད་ཀྱི་རྒྱུན་བཤད་ཡིག་གཟུགས་འབྲི་ཚུལ་མཁས་པའི་ཞལ་གདམས་ཞེས་པ་དེ་ད་ད་ལོ་ཉིས་སྟོང་བཅུ་བདུན་ལོ་ཟེར་དགོས་རོགས་གི་ལ་ད་དཔེ་ཁྲིད་བཟོ་མ་མཁས་རེད་འདུག་དེ་ཡིན་དུས་ད་རེས་སྒེར་གྱི་ཚོགས་འདུ་ནང་ལ་ད་ང་ཚོ་གི་ཚོགས་འདུ་ཚོགས་ཞུགས་མི་སྣ་ཚོ་མ་ལ་སྒེར་གྱི་ལས་བྱེད་བཟང་པོ་ཞིག་གང་འདུག་བཟང་ཞིག་གི་ལ་ད་ཡར་བཀའ་དྲིན་ཆེ་ཟེར་གྱི་ཡིན་གི་དེ་ཡིན་དུས་ད་ང་ཚོ་གི་ཡིད་ཚུལ་བཤད་པའི་སྐབས་སུ་ལ་གེ་ཆེ་རུང་ན། ད་རང་ཅོ་རྒྱུང་རིམ་པའི་གཞུང་བྲིས་ཀྱི་རྒྱུ་མཚན་མ་རེད། གཞུང་བྲིས་གཞུང་བྲིས་བྱས་ཏེ་གཞུང་ཏིག་བྲིས་བྱས་ཏེ་ག་འདྲ་ན་ཅིག་གོ་ལེགས་པར་སྐྱེ། ད་གཞུང་བྲིས་ཟེར་དེ་ལ་ཡང་སྤྱི་མིང་ཙམ་རེད། སྤྱི་མིང། ཨང་སྤྱི་མིང་རེད། ད་བྱེ་བྲག་མ་དབྱེ་བས་ན་གཞུང་བྲིས་ཀྱི་ཐོག་ལ་ཡང་ད། ང་ཚོ་ཆེ་ཐོག་ནས་ཆུང་ལ་ཀ་བབས་སི་དུས་ཆེ་བ་དེ་ཚུགས་རིང། ཚུགས་ཐུང། ཨ་ནི་ཚུགས་ཆུང།

ཡིན་ནའི་ལ་དྭགས་དབུས་གཙང་ཁུལ་ལ་ཡང་གཞུང་ཁྲིད་ཀྱི་ཡིག་རྒྱུན་དེ་མ།
རྩེ་བླ་བྲ་དག་གཞུང་གིས་བཙུགས་འཇོག་རེད་དེ་མ་ཡིན་པར་སྒེར་གྱི་བླ་བྲ་དག་ཅིག། ཉག་རོང་ཤར་བླ་བྲ་ཟེར་འདྲ་དག་ཅིག་དར་ཁང་བླ་བྲ་ཟེར་འདྲ་དག་བླ་བྲ་མང་པོ་བྱས་པ་རེད་དེ་གའི་ནང་ལོགས་ལ་ཡང་མ། ཕེ་ག་སོ་ར་དག་ཅིག་མ། རྒྱུན་མཐུད་བྱས་དག་སློབ་སྦྱོང་སྤྲད་བྱས། དབུས་གཙང་ངོགས་ལ་ཡང་གཞུང་ཁྲིད་ཁྲིད་ཉན་མཁན་དག་ཅིག།

ད་ཡང་ཨེ་ཀྲིའི་ཐོག་ནས་བྲིས་ཤེས་རྒྱུ་དེ་འདྲའི། ཨེ་ཀྲི་ཟེར་ན་ཡོང་ཅེས་ཟེར་ན་ཡིན། ཨེ་ཀྲི་ཟེར་ཡ་དེ་ཨེ་ལྷ་རྒྱལ་རིས་ད་ད་དུང་ལྷོ་ཁ་ཆུ་གསུམ་རྫོང་གི་གནས་ས་དེ་རེད། ག་རེ་ཟེར་ན་བོད་ཀྱི་བཙན་པོའི་རྒྱལ་རྒྱུད་ཀྱི་གཞིས་ཀ་ཅིག་དེ་ཡོད་རེད། ལ་ཟེར་གི།
དེའི་གི་ད་ཅིག་ད་ལྟ་མི་རྒྱུད་ད་ལྟ་རང་བསྡད་ཡོད་རེད། བོད་བཙན་པོའི་མི་རྒྱུད་ད་ལྟ་བསྡད་ཡོད་རེད། དེ་ཡོད་རེད་ད། ཁོང་ཚོ་གི་ད་བེད་སྤྱོད་བཏང་བའི་ཡི་གེ་དེ་ལ་ཡང་དེའི་རྒྱུད་ཀྱི་ད་ཡི་ཡི་མཁན་དེ་ག་གི་བྲིས་པ་དེ་ག་ལ། ཨེ་ཀྲི། ཨེ་ཀྲི་ཟེར། དེ་ད་ང་ཚོ་ཡིན་ན་ཡང་མང།

དེ་དུ་རྗེས་དྲན་གྱི་བཟོ་སྣ་འགས་ལ། དེ་ན་དགེ་ཆོས་རང་ལ་བཀའ་དྲིན་ཅན་དགེ་རྒན་མང་པོ་ཡོད་ཀྱི་རེད་རེད། ལ་ཁོ་རང་རེད། ཚོ་གི་དྲི་ཚུལ་གྱིས་ལྷག་མ་དེ། ཁོ་ཚོ་ལ་ལྷག་གཏོང་གི་ཆེ་ཤུལ་འདྲ་པ་ཅི་འདྲ་ཡོད་ད་གི། ང།
དགེ་རྒན་དེ་གས་བསྟན་ཡོང་དུས་དང་པོ་དེ། སོ་སོ་ད་ཡིག་གཟུགས་ལ་ཡ་དགའ་ཞིང་རེད་དུ་མ་ཟེར་ན་ཀླད་ཚ་བའི་རྗེས་ལ་ཡ། དགེ་རྒན་དེ་གས་བསྟན་ཡོང་དུས་དུས་དུས་འོག་ནས་ཧ་ཅང་གི་དཔེ་འཇོག་བྱ་མཁན་སྐྱོ་བོ་ཞིག་པོ་ཅི་རེད། དེ་བཟུང་དུས་ད།

དེ་བཞིན་དགེ་རྒན་ཐི་དུས་ཚ་བོ། དགེ་རྒན་གཅིག་ཧ་ཅང་གི་གདུག་རྩུབ་ཚ་བོ་དེ་འདྲ་ཞིག་ལ་ངའི་ཡིག་གཟུགས་ཀྱི་དགའ་ཞེན་དེ་ཡལ་ཡག་གི་ཉེན་ཁ་ཡོད་རེད་རེད་བ། རེད་རེད་རེད་རེད་རེད། ཨོ། ད་དེ།
ཁ་རེད་ཁ་ཁ་འཇམ་པོ་དེ་འདྲ་ཡོད་ས་རེད་ཨ། གཞིས་ཀ་འཇམ་པོ་མོན་རྒྱུད་རིང་པོ་ཨ་ནི་ཅིག། ཡིག་གཟུགས་ཀྱི་རིག་པའི་གཞུང་ལུགས་མ་བསླབས་ཡོད་དུས། ལྷག་པར་དུ་ད་ང་དགེ་རྒན་འདི་ནས་འདུག་སེ་སྦྱངས་པ་ཡིན་ད། ལགས་སོ། རྒན་ལགས་དེ་གིས་འདི་འདྲ་བཤད་གི་འདུག་ག་ངས་འདི་ཁྱེད་རང་ལ་ཡང་འདུག་སེ་ཞེས་འདི་འདྲ་གསུངས་པ། ད། རྡོ་ལག་བརྒྱུས་སེ་ད་གཅིག་གིས་གཅིག་གི་མ་བརྒྱུས་ཡོང་དུས་ཧ་ཅང་གི་ད་ང་ངས་སློབ་མ་རྣམས་ལ་ཡར་ཁྲིད་དུས། ཧ་ཅང་གདེང་ཚོད་ཡོད་པའི་ཐོག་ནས་ཁྲིད་ཡག་འདུག། ལགས་སོ། ངས་རྒན་གིས་འདི་འདྲ་གསུངས་གི་འདུག་རྒན་རྒན་གིས་འདི་འདྲ་གསུངས་གི་འདུག།

ད་ཁྱོད་ཐོན་ཤག་ཟེར། ཨོ་ཨ་རེད། ད་འགྲིག་གི་རེད། ད་བྱང་གོ་མི་འདུག་ད་ཡི་གེ་གཅིག་གཅིག་གཅིག་སྦྱོང་ཟེར། ད་གོ་རིམ་བཞིན་དུ་སྦྱོང། ད་ང་ཚོ་ཡིན་ན། ཚུགས་རིང་ཚུགས་ཐུང་ཚུགས་ཆུང། ཨ་ཚུགས་མ་ཁྱུག་ཁྱུག་ཡིག། ཚོགས་མ་སྦྱོང།
སྦྱང་སྦྱང་ཚར་བའི་རྗེས་ལ་ད། འབྲུག་རྩ་ཡི་གེ་དཀྲུག་ཤིང་ཡིན་ཟེར་འབྲུག་རྩ་དེ་ངའི་ལ་ལ་དགོས་མ་རེད། ཡ། ཅི་ཡིན་ན་འབྲུག་རྩ་ག་རེ་ཟེར་ཡི་གེ་གི་དཀྲུག་ཤིང་ཡིན། འོ་དཀྲུག་ཤིང་ཡིན་ཟེར། ཅི་ཅི་ཅི་ཡིན་ན།
འབྲུག་རྩ་ཟེར་ཡ་དེ་སྤྱིར་བཏང་ནས་བྱས་ན།

འཕགས་བོ་ཆེ་རིན་པོ་ཆེ་རེད། དེ་ནས་ཡི་གེ་དེ་ཚུལ། མ། ལེབ་ལེ་ཚ་རུ་ཕྱིན་ཕ་ཞང་ཀ་དེ་ཅུང་ཟད་ཆེ་རུ་ཕྱིན་ཕྱིན་ཨ་ཚུགས་ཆུང་ནས་ལས་དུས་ཅི་དང་ཞང་ཞང་ཀ་ཆེ་ཆེ་མ་ལེབ་ལེ་ཚ་ཡོད་རེད། ད་དེ་འདྲས་བྱས་བྱས་བྱའམ་རོགས་ད་དེ་གའི་མཐར་ཕྱིན་སོང་ན། དངོས་གནས་དྲ་གནས་དག་ཅིག་ལག་རྒྱུན་གང་སོ་སོ་ལས་ཚོགས་ན་བྱང་པ་ཐོབ་སོང་ན། གཞན་ནས་ཨ་ནི། འབྲུག་རྩ་བྱང་པ་ནི་ཡི་གེ་དེ་ཕ་ཚུན་རྒྱུད་འགྲོ་གི་མ་རེད། ཐ་མ་གཞོན་སྐྱེས་དེ་འབྲི་ཚར། འོང། འབྲུ་ཚ་ཅང་ད་འབྲུ་ཚ་ཅང་ཚ་བའི་རྗེས་ལས་ད་ཁྱེད་རང་ག་རེ་བྱ་ཉིན་དུ་དུ་ནས་ལབ་གི་རེད་ད། ཚུགས་རིང་ནས་ཁྱུག་ཡིག་བར་དུ་ལབ་ཚར་བའི་རྗེས་ལ་ཁྱེད་རང་ག་རེ་བྱང་ནས་ལབ་གི་རེད། ཨང་ག་རེ་བྱ་ཉིན་དུ་དུ་སི་ད་དེ་ད་འུར་ཆེན་བྱེད་གི་སི་ད་འུར་ཆེན་འབྲི་གི་རེད་སི་འུར་ཆེན་ལབ་དེ་ནས་འབྲུག་ཚ་ལབ་ཨང་ནས་ཅིག་དཔེ་ཚུགས་ལ་སོགས་པ་ད་དེ་འདྲ་མ་རིམ་པས་ཤིན་ཏུ་མ་སོ་སོ་ག་རེ་བྱང་ཉིན་དུ་ནས་ལབ་གི་རེད་དེ་རྒྱ་ལ་ཡང་ངས་བལྟས་ན་ཅག་གོ་རིམ་དམིགས་བསལ་གས་མེད་བས་སོར་ཅིག་ལབ་ད་ཁྱེད་རང། ད་ཡིན་ན་ལས་ཆེ་ཐོག་ནས་བྱུང་ལ་བབས་ཡ་དེ་གོ་རིམ་ངེས་པར་དུ་ནན་པོ་ཞིག་བརྒྱུད་དགོས་ཀྱི་འདུག་བ། ད་ད་རེད་ད་ད་རེད།
འོ་དེ་འདྲས་ཟེར་བྱས་རྒན་ལགས་དེ་རྒྱལ་ད། ད་ད་འདོད་པ་འདོད་ལ་ཡ་རྒན་ལགས་ཀྱི་ལབ་པ་དེ་ལ་ཡ། རྒན་ལགས་ད། ཅིག་ཉི་ཤུ་མ་ཟིན་ཟེར་བྱས་ལ་བསྟན་པ་ཡིན་ཏེ་སློབ་ཡོན། ད་ངས་ད་འདོད་པ་འདོད་སྐར་མ་གཅིག་གང་ཕུལ་མྱོང་མེད། སློབ་ཡོན་ཡིན། ཡ། ད་དེའི་གི་བཀའ་དྲིན་གསོལ་ཡ་དེ་ངས། ད་ལྟ་བར་དུ་ལ་ཡང་སྤུ་གུ་རྩ་ནས་སློབ་ཡོང་སྐར་མ་གཅིག་མི་ཉུང་མེད། བོད་རང་སྐྱོང་ལྗོངས་གཟོད་མེད་རིག་གནས་ཤུལ་བཞག་ལས་གཞུང་འབྲེལ་གྱི་འགན་འཛིན་པ། ལྷ་ས་མཐའ་དཔུང་སྒང་སྔོན་འགྲོའི་སློབ་གྲྭ་དང་བོད་རྒྱ་ཐང་སྔོན་འགྲོའི་སློབ་གྲྭའི་ལྷོ་ཚོགས་བསྟན་འཛིན་ལགས་ནི་ཕྱི་ལོ་བཅུ་སྟོང་གི་བརྒྱད་བདུན་ཅུ་དོན་གཉིས་ལོར་ལྷ་ས་གྲོང་ཁྱེར་འདམ་ཆུས་རྫོང་ཡངས་པ་ཅན་དུ་སྐུ་འཁྲུངས། མི་ལོ་ཉི་ཤུ་ལྷག་གི་རིང་དུ་སློབ་མ་སྟོང་ཕྲག་མང་པོ་ལ་ཡིད་གཟུས་དང་བརྡ་སྤྲད་སོགས་ཀྱི་སློབ་ཁྲིད་གནང། ལྷ་ས་གྲོང་ཁྱེར་རིམ་པའི་ཕུལ་བྱུང་དགེ་རྒན་དང་རྒྱུན་རིམ་པའི་ཡིད་གཟུས་འབྲེལ་ཟླ་གྱི་ཨང་དང་པོ་ལོན་པ་མ་ཚད། ཆུང་འདྲིས་སློབ་མའི་ཡིད་གཟུས་བྲིས་དཔེ་སོགས་དཔེ་སྐྲུན་གནང་ཡོད། ཐེངས་འདིར་ཞང་པའི་ཁ་བརྡ་ལས་དགེ་བསྟན་འཛིན་ལགས་དང་མཉམ་དུ་བྲིས་དཔེ་མི་ཚད་ཞིག་པའི་སྐོར་ནས་ཁ་བརྡ་བྱེད་ཀྱི་ཡོད་པས་ཁྱེད་ཀྱིས་མུ་མཐུད་དེ་གསན་གཟིགས་གནང་བར་དགའ་བསུ་ཞུ།

སྐྱེ་བོ་འགའ་སྔོན་འགྲོའི་སློབ་གྲྭ་ལ་ཡོད་ན། སློབ་མ་བཞི་བརྒྱ་ཁ་ལ། བཞི་བརྒྱ་ལྔ་བཅུ་ང་གསུམ་ཡོད་རེད། འོ་བརྒྱད་དང་སྔོན་འགྲོའི་སློབ་གྲྭ་ལ་ཡང་སྤུ་གུ་ཉིས་བརྒྱ་བརྒྱད་ཅུ་གྱ་བདུན་ཡོད་རེད། ད་ད་ལྟ་དེ་ཡོད་དུས་དེའི་སྤུ་གུ་དེ་བརྒྱ་ལ་ཡ། དགེ་ལགས་ཀྱི་དེ་ནས་རིན་པ་མང་པོ་གི། ཐེངས་གཅིག་ཐེངས་གཅིག་འདུག་གོ་མ་རེད།

སློབ་གྲྭ་འབྲིང། སློབ་གྲྭ་ཆེན་མོ། སྤྱི་ཚོགས་ཐོག་ལ་ཡོད་པའི་དགེ་སྒུག་གཞོན་ནུ་ལ་སོགས་པ་ཡིག་གཟུགས་བྱང་སྙན་མང་པོ་ཡོང་གི་རེད། ད་ཅིག་ད་ལྟ་དགེ་རྒན་གྱི་ལས་གནས་ཐོག་ལ་ཡོད་པའི་དེ་འདྲ་སློབ་ཡོན་གླེང་བཞིན་ཡོད་ད་ལྟ་བར་དུ་སྐར་མ་གཅིག་རེད་དེ་ངས་དགེ་རྒན་རྣམས་ཀྱི་དྲི་ལན་གསོལ་ཡ་རེད། དྲི་ལན་འཇལ་བའི་ཆེད་དང། ཨོ་དེ་ཡིན་ད་རྒན་ལགས་ལན་ལྷན་རྒྱས་ད་ཅོག་གྲྭ་རིན་པོ་ཆེ། ཅོག་གྲྭ་ཆོས་ཀྱི་སེང་གེ་གཅིག་འོག་མི་བཞི་ད་ད་ལྟ་བཞུགས་ཡོད་མ་རེད་མང་ཆེ། དགེ་རྒན་ཉེ་ཤི་ཁ་ལ་ཚོང་མ་དེ་འགྲོ་ཚར་ཨ། དགོངས་པ་རྫོགས་ཚར་བས། དེ་ནི་འདི་ཚོ་མོང་ཆོས་རྒྱུད་དུ་ལྷོ་མ་དུ་སྤོ་གི་ཆུང་ཆུ་དག་ལོ། དྲུག་འདི་འདི་རྗེས་དེ་ན་དབྱིན་སྐྱེར་བ་གས་ལ། གསུམ་ནས་དྲུག་པ་དང། གསུམ་ནས་དྲུག་པ་དང་ཁོ་རང་ཚོ་དག་དེ་རུ་སོང་ཡོད་ཡིད་ཚུལ་ལྷོ་སྤོ་གི་ཆུང་ཆུ་ཚོ་ཡིད་ཚུལ་ལྷོ་གི་ཡོད་རུ་བ་གས། ད་སྒྱུ་རྩལ་རང་བཞིན་གྱི་ཡིག་གཟུགས་དེ་ཧ་ཅང་ད་ང་ཚོ་དོ་ནན་པོ་བྱས་ཡིན་ཆང་ཤིང་གང་ལ་བསླབ་བྱས་དེ་འདྲས་བྱས་ཏེ་ཀུ་ཀུ་གས་ད་ཅིག

དེ་ལྗང་དུས་བའི་སྐད་ཡིག་གཞན་དང་མ་འདྲ་ལས་ལ་འདུག་ག། དེ་སུན་ཚོད་ད་ང་ཚོ་གི་སྤུ་གུ་ཆུང་ཆུང་དེ་གས་ལ་ཡ། སོ་སོའི་སྐད་ཡིག་ལྷག་པར་དུ་ཡིག་གཟུགས་དེ་ད་ང་རས་གས། ད་ཅི། སོ་སོའི་ཁྱད་ཆོས་འདི་མེད་གས་ས་གར་སོ་དེ་འདྲས་ཞིག་རེད་བ། ད་ངོ་ནས་ཤ་ཤེ་བ་ནས་སྤུ་གུ་གར་བྱས་ནས་ང་རླུང་ལངས་ཡག་བྱས་མེད། ད། སྤུ་གུ་དང་ཡིག་གཟུགས་གཉིས་བདམས་ཤོག་ད་གས་ག་ནས་བདམས་ས་རེད། སྤུ་གུ་དང་ཡིག་གཟུགས་གཉིས་བདམས་པས་ན་ངས་ཁ་སང་ང་ལ་ཡ་ད་ད་དེ་གསུངས་འདུག།

ད་གཟའ་སྤེན་པ་དང་ཉི་མ་ལྔ་ངལ་གསོ་རེད་རེད་བ། རེད་རེད་རེད་དེ་རེད། འདྲས་གང་ལ་ཁྱེད་ཚོ་ཕན་ཐོག་ན་ནི་ངས་ཁྱེད་རང་ཚོ་ལ་ཞབས་ཕྱི་ཞུས་ཁྱོད་ཚོ་གི་ལོ་བཅོ་ལྔའི་གོང་ལ་དེ་འདྲ་ལབ་བྱས་དུས་ཁྱོད་ཚོ་གི་ང་ལ་ཁ་ཞེ་གཉིས་མེད་ཡིན་པ་དེ་མཚུངས་གི་འདུག་ཟེར། དེའི་ཐོག་ནས་ངས་ཁྱོད་ཚོ་གི་རེ་བ་ཅུ་ལ་གཡུག་ནས་འགྲིག་གི་མ་རེད་དེ་འདྲ་ཡོང་ནས་ང་བླ་བྲག་གཡུག་བྱས་ཡོང་གི་མེད་ཟེར་དེའི་རྒྱུ་རྐྱེན་ཐོག་ནས་ག་རེ་ཟེར་ན

ཁོ་རང་ང་ཧང་སང་རོ། དེ་འདྲས་ག་འདྲས་ཡིན་ན་ཟེར། དངོས་ནས་དེ་ཡིག་གཟུགས་ཁོ་རའི་བཀའ་དྲིན་ཡིན། ཡིག་གཟུགས་ཁོ་རའི་བཀའ་དྲིན་ཡིན། དེ་ང་གཅིག་པུ་མ་རེད་ཡིག་གཟུགས་དྲིན་ཆེན་གངྒཱའི་ཧ་གོ་རེད་སེམས་ཁམས་དེ་ཧ་ཅང་གི་ད་ཅིག། ད་ཞི་ནས་ཟེར་ན་ད་ཧ་ཅང་གི་མཐོ་བོ་ཆགས་འགྲོ་གི་རེད་མི་ཤུགས་དངོས་ནས་ཅིག་སེམས་ཞི་བར་གནས་མ་ཐུབ་ན་ཡི་གེ་དེ་ཡག་པོ་ཅིག་བྱ་གི་མ་རེད་ལ་ནི་ཡིག་གཟུགས་དེ་ནོར་འགྲོ་ཡག་ཞིབ་འདུག་སེམས་དེ་ཧ་ཅང་ཞི་བར་གནས་པའི་ཐོག་ནས་ཡིག་གཟུགས་དེ་བྲིས་པས་ན་ཡིག་གཟུགས་དེ་ཡག་པོ་ཆགས་ཡོད་འདུག་དེ་བསམ་ན། དེ་འདྲའི་རྟག་པ་ཨ་རེ་ཞིག་སེམས་དེ་དེའི་ཡིག་གཟུགས་ཞི་བར་གནས་པའི་ཐོག་ནས་བྲིས་དང། སེམས་དེ་རང་བཞིན་གྱིས་འཇམ་རོ་འཇམ་རོ་འཇམ། མིའི་བློ་རྒྱ་ཡངས་རོ་ཕྱིན་ཨ་ནི་སེམས་པ་སྐྱིད་རོ་ཕྱིན། སེམས་པ་དེ་སྤྱིར་བཏང་ནས་སྡུག་བསྔལ་ཅན་མི་འདུག་ད། དངོས་གནས་སྡུག་བསྔལ་མི་འདུག་དེ་འདྲ་ཟིན་དུས་མི་གང་དགའ་ལོ་ལ་ཡང་བསམ་གཞིགས་བྱེད་ཐུབ་ངེས་ཅི་དེ་འདྲའི་ཆགས་འགྲོ་འདུག་དེ་ཡིག་གཟུགས་ཁོ་ནའི་བཀའ་དྲིན་ཡིན། ང་གཅིག་པུ་མ་རེད་ད་ད་རེས་འདི་ཡིག་གཟུགས་མཁས་པོ་མང་པོ་ཞིག་འཛོམས་ཡོད་རེད་རྒན་ལགས་ཁོ་ན་ཚོ་ཆ་ཚང་མ་ལོ། གཤིས་ཀ་ཧ་ཅང་ཡག་པོ་ད་དབུས་གཙང་སྔོ་ལོ་ཡོང་བ་འདི་གལ་ཏེ་སྤྱིར་བཏང་ཆོབ་ཚ་བོ། ཧ་ཧོ་ད་ཅིག་མདོ་སྨད་སྔོ་ལོ་ཡོད་མིན་ན་དེ་སྐུ་ཞོག་མང་པོ་སོང་ད་ད་དེ་འདྲའི་གནང་གི་མ་རོ་བ། དེ་མི་ཞུ། གཤིས་ཀ་ཡག་པོ་རྐྱང་རྐྱང་རེད། དཔེ་གཤིས་ཀ་ཡག་པོ་རྐྱང་རྐྱང་རེད་ད་ཅིག་ལུང་ལངས་ཆོག་ཆོག་དེ་འདྲ་རྩ་བ་ནས་ཡོད་མ་རེད་དེ་སང་ང་གཅིག་པུ་མ་རེད་རྒན་ལགས་རེད་ཡིག་གཟུགས། དྲིན་མཁས་ཚོ་རེད་རེད་རེད་རེད་ཆ་ཚང་ལ་ལོ་ཡ་གཤིས་ཀ་ཡག་པོ་འདུག་གཤིས་ཀ་དེ་ཡག་པོ། གཉིས་ནས་ད་སྤུ་བོ་དེ་གས་ག་དྲིན་ཡིན།

ཁ་ཅན་གྱི་དག་ཡིད་དུ་འོང་བ། ཁོ་རང་ཚོ་སེམས་ནང་གི་སྐད་ཆ་བཤད་པ། ཐ་ན། སྤུ་ཁ་ཤས། ད་སྤུ་མང་ཆེ་བ་ཟེར་ནས་ཆོག་གི་རེད། སྤུ་མང་ཆེ་བ་སོ་སོ་ཐ་མ་ལས་ང་ཚོ་དགའ་བྱས་བྱས་བྱས། ནང་གི་གསང་བ་ཆ་ཚང་ང་ཚོ་བཤད་གི་རེད། བྱས་ཙང་ད་ཟླ་དགུ་པཱ་ལགས་ད་ཨམ་ལགས་རྒྱག་རེས་ཤོག་སུ་པཱ་ལགས་འདི་འདྲས་དཔའ་ཡོད་སུ་ཨམ་ལགས། དེ་ནི་ནང་ལ་ཡང་ང་ཚོ་ནང་གི་དངུལ་མང་པོ་ཅིག་ཅིག་ཅིག་མདའ་དངུལ་པགས་ལ་དངུལ་མང་པོ་ཞིབ་པོ་ཁྱི་ཤ་ཨ་མ་ལགས་ཨོ་དེ་འདྲས་སི་ཉག་དེ་འདྲས་ཁོ་ཚོ་ནང་དུ་དཔལ་འབྱོར་ཡིན་ད་ཁོ་ཚོ་ང་ཚོ་ཤོད་ཤིག་ཟེར་གོ་མ་རེད་ཁོ་རང་ཚོ་གི་དགེ་རྒན་ལ་ཧ་ཅང་གི་ཡིད་ཆེས་པ་ཆེ་དགེ་རྒན་ལ་ཧ་ཅང་ཡིད་ཆེས་ཆེ་བླ་ན་མེད་པའི་མི་ཅིག་ལ་བརྩི་གི་འདུག་བ་དེ་གསུམ་དུ་ད་ང་ཚོ་བསོད་ནམས་རེད་ད་ཉི་མ་ཞིག་གཟའ་སྤེན་པ་དང་ཉི་མ་ཉི་མ་གཉིས་ངལ་གསོ་ཡོག་རེད་དེ་སྤུ་གུ་དེ་རྒྱལ་གི་སྐད་མ་གོ་དུས